རྡོ་རྗེ་ཀུན་སྣང་སྙོམས་པའི་བཅོམ་ལྡན་འདས་མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སེལ་དུག་གསུམ་ནད་སེལ་སངས་རྒྱས་སྨན་གྱི་ལྷ་བིནྡུ་ར་ཡི་འོད་སྣང་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་འགྱུར། དེ་སྲིད་བདག་ནི་མཉེས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག། གུས་པ་ངན་པ་ལྟ་རག་ངོས་ནས་རྒྱ་ཆེ་སྲིད་པ་པོ་ཡོངས་ལ་འཚམས་འདྲི་སྐུ་ཁམས་བཟང་ཞུ་ཡ་ཡི། ཨ་ནི་དེ་རིང་བཙན་བྱོལ་ནང་གི། གསར་འགོད་པ་ཚོ་དང་བཙན་བྱོལ་ནང་གི་ཆབ་སྲིད་ཀྱི་ཚོགས་པ་ཚོ་གིས་བོད་ནང་གི་ད་ལྟའི་ལྐུགས་འོད་བཅུག་གི་གནས་སྟངས་འདི་ལ་ལྷོད་གཡེང་དང་དོ་སྣང་མ་བྱས་པ་འདི་ལ་བློ་ཕམ་ཚད་མེད་བྱུང། འོ་དེ་འདྲ་གཅིག་བྱུང་དོན་བྱུང་སོང།

ཨཱ་ནི། སྔ་དུས་ནས་ཨཱ་ནི་ངའི་རེ་བ་དང་ཅིག་དེ་འདྲའི་ཅིག་བྱུང་ན་བསམ་པའི་ལྟ་ཅིག་ཨིན་ཇིའི་སྐད་དུ་མ་སོང་ནས་ཧོབ་ཟིག་ར་ཞོ་ཅིག་བྱས་ཡིན། ད་ང་ཚོ་བཙན་བྱོལ་ནང་ལ་དེའི་དེ་ངེས་ཀྱི་སྨན་པ་མང་པོ་ཅིག་གིས། སྨན་པ་མང་པོ་ཅིག་གིས་གཞུང་བུ་སྨན་རྩིས་ཁང་གི་སྨན་པ་སྒེར་པའི་སྨན་པ་མང་པོ་ཅིག་གིས། ཨེ་ནི་ལྟ་ཅིག་རྒྱ་གར་ནང་ལོགས་ལ་དཀའ་ངལ་འཕྲད་པའི་སྐབས་ཕྱི་རྒྱལ་ནང་ལོགས་དཀའ་ངལ་འཕྲད་པའི་སྐབས་དེར་ཀོ་བིད་བཅུ་དགུ་ལ་བོད་སྨན་བཏང་ནས་གང་ལྟ་ཞོལ་ཅིག་ཕན་ཐོགས་བྱུང་སོང་སྲིད་ལ། མི་ཚང་མས་ཡོངས་གྲགས་རེད། ཕན་ཐོགས་བྱུང་ཡོད་རེད། རེད་བ། ད་ང་རང་ཚོ་གིས་ང་ཚོས་བོད་པའི་སྨན་པ་ཚོ་གིས་དམག་ས་ལ་དོན་ནི་ཀོ་བིད་སྐབས་ལ་དམག་ས་ལ་དོན་ནི་སྨན་བཅོས་བྱས་ཡོད་རེད། ད་ངས་རེ་བ་ག་རེ་བྱས་པ་རེད། ང་སྐད་གཏམ་ཟིག་ལོག་མར་གདའ། རྩ་བའི་ངའི་རེ་བ་གར་ཆད་ཡིན། ད་བོད་ནང་ལོག་ལ་ན་ཚ་འདི་ཐོན་པའི་སྐབས་འདི་ལ། བོད་ནང་ལ་ན་ཚ་སླེད་འདུག་ཟེར་བའི་སྐབས་འདི་ཁ་རང་ནས་ངའི་རེ་བ་གར་ཆད་པ་ཡིན། ཨོ་བོད་ཀྱི་བཙན་བྱོལ་ནང་ལ་གནས་པའི་གསར་འགོད་པ་དེ་དག་གིས། ཨེ་ནི་ཅིག། སྨན་པ་སྐུ་བཞི་བཅུ་དགུ་ལ་སྨན་བཅོས། ཅིག། རྒྱུན་རིང་པོ་གནང་སྟེ་ངའི་ནད་པ་མང་པོ་ལ་ཕན་ཐོགས་བྱུང་ང། དེ་ཚོ་སྐད་བཏང་ནས། ཨེ་རེད་ཅིག་བོད་ནང་ལོག་ལ་དཔྱད་པ་བྱེད་ཡག་ཅིག་སྨན་པ་ཞིག་བོད་ནང་ལ་བཞུགས་མཁན་སྨན་པ་མཁས་པ་མང་པོ་ཞོལ་བྱོས་བ་རེད་དཔྱད་པ་བྱེད་ཡག་ཅིག་ད་ག་ནང་བཞིན་བོད་ནང་ལ་བཞུགས་མཁན་གྱི་ནད་པ་ཚོ་ལ་ཨེ་ནི་སེམས་ཁམས་ལ་སོ་སོའི་ངོས་ནས་དང་པོ་ནས་གྲ་སྒྲིག་ག་འདྲས་ཅིག་དགོས་ཀྱི་ཡོད་མེད་ན་ཚ་འདི་ཉེན་ཁ་ཆེན་པོ་མེད་པ་དེ་འདྲས་ཀྱི་སྟེང་ཆ་ཅིག་བསྐྲུན་ནས་ཡང་ནས་ཡང་དུ་ཅིག་བྱེད་ཐུབ་ན་བསམ་སོང་དེ་རྩ་བ་ར་ནས་བྱས་མ་སོང་འདི་ལ་བློ་ཕམ་ཚད་མེད་ཡོད། རེད་པ། ང་གིས་ནམ་རྒྱུན་དུ་བོད་ནང་ལ་ཞུ་སྙན་གྱི་གཙོ་བོ་བྱེད་ཀྱི་ཡོད། ང་རང་ངོས་ནས་ནད་པ་བྱེ་བྲག་སྨན་པ་བྱེ་བྲག་ཅིག་གི་ངོས་ནས་བོད་ནང་ལ་ན་ཚ་ཐོག་མ་དར་བའི་ནས་སྐབས་ནས་ཁྱབ་པ་ནས་སྐབས་ནས་ཡོད་ཚད་བྱས་པ་ཡིན་ད་འདི་ལས་ལྷག་ཅིག་ང་ལ་བྱེད་ཐུབ་ཡག་མི་འདུག་རྣམ་པ་ཚོ་མཁྱེན་ཡོད་ཀྱི་རེད་མཐོང་ཡོད་ཀྱི་རེད་ངོ་དེབ་ནང་ལ་བཞག་ནས་ཨེ་དྲག། སྒྲ་སྒམ་བཟོས་ནས་ཨེ་དྲག YouTube ནང་ལ་བླུགས་ན་ཨེ་དྲག། གང་ཐུབ་ཅི་ཐུབ་བྱས་ནས་མི་མང་པོ་གཅིག་གི་ཕན་ཐོགས་བྱུང་སོང་གསུང་གི་འདུག་རེད་བ། ད་ད་ལྟའི་དུས་ཚོད་འདི་ལ། ཀོ་བིད་བཅུ་དགུ་གིས་བོད་ནང་ལོགས་ཀྱི་གནས་སྟངས་འདི་ད་བོད་ནང་ལོགས་ནས་བརྙན་འཕྲིན་ཉིན་པ་རྟག་པར་འབྱོར་ཡོང་གི་ཡོད་རེད་བ། འབྱོར་ནས་ད་དེ་འདྲའི་དཀའ་ངལ་འདུག་ནས་པ་ད་གུང་ཁྲན་ཏང་གིས།

བོད་ནང་ལ་བཞུགས་མཁན་ཚོ་སོ་སོའི་བདེ་འཇགས་ལ་ཨེ་ནས་ཅིག་འཛེམ་ཟོན་སྤུ་ཙམ་མེད་པའི་ཐོག་ནས་གུང་ཁྲན་ཏང་གི་ལས་སྣེ་ཁོང་མ་ལ་ཡང་སྙན་སེང་ཞུ་གི་འདུག་ད་འདི་ང་ཚོ་གི་དྲ་རྒྱ་ཁག་ནང་ལ་ག་ཚོད་བཏོན་ཡོང་དུས་ད་ཁོང་ཚོའི་བདེ་འཇགས་ལ་ག་ཚོད་ཅིག་དཀའ་ངལ་འཕྲད་ཀྱི་རེད་པས་རེད་པ། ད་ང་ཚོ་གསར་འགོད་པ་ཚོ་གིས་འདི་འདྲའི་ཅིག་ད་ལྟ་བོད་ནང་ལ་འདི་འདྲའི་བྱེད་ཀྱི་འདུག་འདི་འདྲའི་བྱེད་ཀྱི་འདུག་ཟེར་ཡག་ཅིག་བཏོན་པ་མཇལ་མ་སོང་ངས་མཐོང་མ་སོང། ད་གསར་འགོད་པ་ཚོ་ག་པར་གཟབ་རྒྱབ་བསྡད་རེད། ག་པ་རྨིས་ཞང་རེད་པས། ག་པ་ཨམ་ཅོ་འོན་ཏེ་རེད་པས། བཙན་བྱོལ་ནང་གི་གྲོས་ཚོགས་གལ་ཆེན་པོ་རེད། དེ་ལས་གལ་ཆེ་དེ། བོད་ཤོག་སྤུན་ཟླ་ཚོ་རེད། དེ་འདྲ་སོང་ཙང། བཙན་བྱོལ་ནང་གི་གསར་འགོད་པ་ཚོ་གི་ནུས་པ་བཏོན་ཡག་གི་དུས་ལ་བབས་ཤག། གལ་སྲིད་རྣམ་པ་ཚོ་བོད་ནང་གི་དཀའ་ངལ་དེ་འདྲའི་ཅིག་ག་ལ་ནུས་པ་བཏོན་ཐུབ་གི་མེད་པ་ཡིན་ན། རྣམ་པ་ཚོ་སྒོ་རྒྱབ་པ་ཡག་གི་རེད། ད་ག་ནང་བཞིན་གྱི་ང་རང་ཚོ་ཆབ་སྲིད་ཀྱི་ཚོགས་པ་མང་པོ་ཞུགས་ཏོ། ནམ་རྒྱུན་དུ་ཅིག་རྩོད་དུས་ད་ནི་ཁྱོད་དང་ང་རྩོད་དེ་ངས་མང་པོ་ཞུས་ཏོ། ཚང་མ་ལ་ཞུ་བསྡད་ཀྱི་ཡོད། ཁྱེད་རང་ཚོ་ཟ་ཁ་བ་རྒྱབ་རེ་རེད། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས། འཛམ་གླིང་གི་འགྲོ་བ་མིའི་ཐོབ་ཐང་གི་ལས་ཁུངས་ནང་སོང་བ་ལ་ཁྱེད་རང་ཚོ་གིས་འདི་བྱེད་མ་ཐུབ་བ་རེད། དེ་འདྲ་སོང་ཙང་ད་ངས་རྣ་བ་དང་ལག་གཉིས་མཁན་པོ་བྱ་ནས་བཞུགས་ཡོད། ང་ཚོ། མི་སྒེར་གྱི་ངོས་ནས་བྱེད་དགོས་ཡ་ཚང་མ་བྱས་པ་ཡིན། ད་རྣམ་པ་ཚོ་གི་རྣ་ཡག་གི་དུས་ལ་བབས་ཤག་འདི་མ་གནང་ཡིན་ན་བོད་ནང་གི་ནི་གཞིས་བཞུགས་བོད་རིགས་སྤུན་ཟླ་ཚོ་དགོངས་པ་ཚུམ་གི་རེད། དེ་ལས་རྒྱུ་འབྲས་ལས་གྲུབ་གི་མ་རེད། འོ་དེ་འདྲ་སོང་ཙང་འདི་གཅིག་ཡིན་གཅིག་མིན་གཅིག་ཐུགས་ལ་བཞག་དགོས་ཀྱི་འདུག། འདི་དང་ཞོར་དུ་གུང་ཁྲན་ཏང་གི་དཔོན་རིགས་ཚོ་ཡིན་ནའི། ངེས་པར་དུ་འདི། དབྱེ་བ་ཡག་པོ་ཅིག་ཕྱེ་དགོས་ཡ་དེ་གལ་ཆེན་པོ་རེད། ན་ཚ་ཡོད་ངེས་ཚོ་ལ་ངེས་པར་དུ་ཟུར་བཀག་གནང་དགོས་ཡ་དེ་གལ་ཆེན་པོ་རེད། བོད་མི་རིགས་ཀྱི། འཕྲོད་བསྟེན་ལ་གནོད་གི་ཡོད་རེད་ཟུར་བཀག་མ་བྱས་པ་ཡིན་ན། གུང་ཁྲན་ཏང་གི་མཚན་ལ་མཚན་མཐོང་ལ་གནོད་གི་ཡོད་རེད་ཟུར་བཀག་མ་བྱས་པ་ཡིན་ན། བྱེད་དགོས་ཀི་ཡོད་རེད་ན་ཚ་མི་ངན་ཚོ། ཟུར་བཀག་བྱས་ནས་བཞག་པ་དེ་ནོར་འཁྲུལ་ཆེན་པོ་རེད་གུང་ཁྲན་ཏང་གི་མཚན་མཐོང་ལ་གནོད་གི་ཡོད་རེད། བོད་མི་རིགས་ཀྱི་འཕྲོད་བསྟེན་ལ་གནོད་གི་ཡོད་རེད། ཁྱེད་རང་ཚོ་ལ་ལས་རྒྱུ་འབྲས་ཡང་འགྲུབ་གི་མ་རེད་དེ་འདྲས་གནང་གི་ཡིན་ན། དེ་འདྲ་སོང་ཙང། དཔེ་གཅིག་ན་ཚ་ཡོད་པ་དང་མེད་པ་ཚང་མ་ར་དང་ལུག་སྤྲད་པ་ནང་བཞིན་མ་བཞག་པ་བྱས། ན་ཚ་ཡོད་ངན་ཡོད་ངན་བཞག་མི་ངན་མི་ངན་སོ་སོ་ནང་ལ་བཞག་དཔེར་ན་རྒྱ་ནག་ནང་ལོག་ལ་ཡིན་པ་ཡིན་ན། སོ་སོ་སོ་གི་ནང་ལ་ཟུར་ཁང་བྱས་ནས་བཞག་གི་འདུག་མ་གཏོགས་བོད་ནང་བཞིན་ཨེ་ནས་ར་ལུག་བླུགས་པ་ནང་བཞིན་ཚང་མ་མཉམ་དུ་སྡེབ་ལ་བླུགས་ཡག་དེ་འདྲས་མི་འདུག་འདི། ཀྲུང་གོ་གུང་ཁྲན་ཏང་གི་སྲིད་ཇུས་ལ་མ་རེད་འདི་འདྲའི། ཟུར་བཀག་བྱེད་སྲོལ་སོ་སོ་སོའི་ནང་ལ་ཟུར་བཀག་བྱས་ནས་བཞག་ཡ་རེད། རེད་པ། དེ་འདྲ་སོང་ཙང་ཨེ་ནི་ཚང་མ་སོ་སོའི་ནང་ནས་ཚུར་སྐད་བཏང་ནས་ཨེ་ནི་འགྲིག་ལུགས་བྱེད་ཡ་འདི་ཚོ་ནོར་གི་ཡོད་རེད། ད་ན་ཚ་ཡོད་ངེས་ཡིན་པ་ཨེ་ནི་ཡིན་གཅིག་མིན་གཅིག་འདི་འདྲ་བྱས་པ་ཡིན་ནི་འགྲིག་གི་ཡོད། ན་ཚ་མེད་ངེས་ཚང་མ་ཚུར་སྐད་བཏང་ནས་ཨེ་ནི། ཁང་པ་ནང་ལ་བླུགས་ནས་ཚོགས་ཁང་ནང་ལ་བླུགས་ནས་ཁ་ལག་དང། སྨན་དང་འདི་ཁྱོད་རྣམས་མར་སྤྲད་བ་བཞག་པ་འདི་ནོར་འཁྲུལ་ཆེན་པོ་ཞོག་ཅིག་རེད། དེ་འདྲ་སོང་ད་འདི་གི་གུང་ཁྲན་ཏང་གི་མཚན་མཐོང་ལ་གནོད་ཀྱི་རེད། མ་འོངས་པར་ཁྱེད་རང་ཚོ་གི་ལས་ཀ་བྱེད་སྟངས་ལས་དཀའ་ངལ་ཆེ་འཕྲད་མི་སྲིད་པ་མ་རེད། དེ་འདྲ་སོང་ཙང་ངས་གུང་ཁྲན་ཏང་གི་དཔོན་རིགས་ཚོ་ལས་ཞུ་གི་ཡོད། དེ་ནི་གཅིག་རྒྱ་ནག་ནང་ལོགས་ལ་ན་ཚ་ཡོད་དུས་ད་ནས་སོ་སོ་སོའི་ནང་ལ་བཀག་སྡོམ་བྱེད་ཀྱི་འདུག་བརྟག་དཔྱད་བྱེད་ཀྱི་འདུག་འདི་མ་གཏོགས་དེ་འདྲའི་སི་ཚང་མ་དེབ་སྤུངས་བྱས་ནས་བླུགས་ཡག་དེ་འདྲའི་ངས་མཐོང་མ་སོང། དེ་འདྲ་སོང་ཙང་རྣམ་པ་ཚོས་འདི་ལ་ཡང་དགོངས་བཞེས་བྱེད་གནང་རོགས་གནང། ད་ཅིག། བྱས་པའི་ཞུ་སྙན། ང་རང་ཚོ་ཤ་རུས་གཅིག་པ་གཅིག་གིས་ཞུས་བསྡད་ཀྱི་ཡོད། འོ་དེ་ཅིག་ཡིན་ཅིག་མིན་ཅིག་རྣམ་པ་ཚོས་ཐུགས་ལ་གནང་རོགས་ཐུགས་ལ་འཇགས་པ་གནང་རོགས་གནང་ཞུ་ཡག་ཡིན། ཐོག་ཅི་ཆེ།